ཟླ་དེ་རིང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་གི་ཕྱི་ཟླ་དྲུག་པའི་ཚེས་པ་བཅུ་དགུ་དགོ་བའི་དགོང་ཟླ་རེད་ད་ས་ར་སྦུག་འདུག་ཕྱི་ལོ། ད་ད་ལྟའི་སྐབས་ལ་ང་རང་གིས་སྐར་མ་ཁ་ཤས་ཅིག་ལ་ང་རང་གི་སེམས་ནང་ལ་བྱུང་བའི་གེ་ཚོར་སྣང་དང་འབྲེལ་ནས་དེ་ནས་དྲི་བ་གི་ད་བསམ་ཚུལ་ཅིག་ད་མཉམ་སྐྱོང་ཞུ་ཉེན་འཕྲོག་སོང་ད་དེ་རྒྱུ་མཚན་ག་རེ་བྱས་ནས་ཡིན་ནལ་ལབ་ན། ངའི་ད་ལྟ་གློ་བུར་དུ་བྱུང་བའི་དྲི་བ་དེ་ད་ང་རང་ཚོ་བོད་པའི་རྩ་དོན་འཐབ་རྩོད་དང་འབྲེལ་བ་ཡོད་དེ། བ་ནི་དེ་ཡང་ལྷག་པར་དུ་ང་ཚོའི་མི་རིགས་དང་ད་ལྟའི་ང་ཚོའི་མི་རབས་ཀྱི་ཁ་སྟབས་དང་ལས་དབང་འགན་འཁྲི་དང་འབྲེལ་བ་ཡོད་པའི་ཁའི་དྲི་བ་ཅིག་ཡིན། དེ་འདྲ་ཡིན་པའི་ཆ་ནས་ད་དྲི་བ་དེ་སྤྱིར་བཏང་ང་མི་སྒེར་གྱི་ད་དྲི་བ་ཅིག་དང་ཚོར་བ་ཅིག་རེད་དེ། ཡིན་ན་དེའི་དྲི་བ་དེ་གི་རྒྱབ་ལྗོངས་དང་དེ་གི། གནས་བབ་དང་ངོ་བོ་འདྲ་བོ་དེ་ང་ཚོ་བོད་པ་སྤྱི་ཡོངས་ཀྱི་འགན་འཁྲི་དང་ལས་དབང་ཁ་རབ་ལ་འབྲེལ་བ་ཡོད་པ་ཞིག་ཡིན་དུས། ད་ང་ཚོ་མང་པོ་ལ་དེའི་བསམ་ཚུལ་དེ་བྱུང་ཡོད་རེད་བསམ་ཚུལ་དེ་བྱུང་མེད་པ་ཡིན་ན་ང་ཚོའི་བསམ་ཚུལ་དེ་ཡོང་དགོས་ཡ་གཅིག་རེད་བསམ་ཚུལ་དེ་བྱུང་བའི་ཐོག་ནས་ང་རང་ཚོ་གི་བསམ་ཚུལ་དེ་དང་དྲི་བ་དེ་གི་ནང་ལོགས་ལ་སོ་སོ་ཡོད་དབུས་ཀྱི་ངོས་འཛིན་དེ་གཅིག་མང་དག་ཡང་དགོས་པ་དེ་ངས་གལ་ཆེན་པོ་ཞིག་ཐོངས་བྱས་ནས་ངས་ད་འདིའི་དྲི་བ་འདི་མཉམ་སྤྱོད་ཞུ་གི་ཡོད། སྤྱིར་བཏང་དྲི་བ་དེ་སྟོན་པ་བཀའ་དྲིན་ཅན་གྱི་མཛད་རྣམ་དང་འབྲེལ་བའི་ཐོག་ནས་ང་རང་ལ་ད་དྲི་བ་དང་ཚོར་བ་དེ་སླེབས་འདོད་བྱུང་ཞིང་དེ་རྒྱུ་མཚན་ག་རེ་བྱས་ནས་ཡིན་ལབ་ན་ད་ང་རང་ཚོ་སྤྱིར་བཏང་ད་བོད་པ་བརྒྱ་ཆ་མང་ཤོས་འདྲ་བོ་དེ་ང་རང་ཚོ་ནང་པ་ཡིན་པའི་ཀྱི་ངོས་འཛིན་དང་འདུ་ཤེས་ཅིག་ཡོད་རེད། དེའི་ནང་ལོགས་ནས་ད་ཅིག་ང་རང་ཚོ་དུས་རབས་ཉི་ཤུ་རྩ་གཅིག་པའི་ནང་པ་འགོ་གི་རེད་ལབ་ཡ་དང

དེའི་འཁོར་ཡུག་དང། དུས་རབས་འདྲ་བོ་དེ་ལ་ད་ང་རང་ཚོ་རང་གཞན་གྱི་འབྲེལ་བ་ཅིག་དང་དེ་ནང་ལ་ཚུད་དུ་ཡོད་རེད། དེ་འདྲ་ཡིན་པའི་ཆ་ནས་ད་ང་ཚོ་ནང་པ་ཅིག་ཡིན་པའི་གི་འདུ་ཤེས་དང། ནང་པ་ཅིག་ཡིན་པའི་གི་ངོས་འཛིན་ཡོད་བ་ཡིན་ན། ད་ནང་པ་གི་བཀའ་དྲིན་ཆེ་ཤོས་གི་སྟོན་པ། སྟོན་པ་ཐུགས་རྗེ་ཅན་གྱི་ད་མཛད་པ་རྣམ་ཐར་ལ་ང་རང་ཚོ་དག་སྣང་ཙམ་མ་ཡིན་པ། མང་དག་ཡང་སྟོན་པའི་གི་མཛད་པ་གི། ད་ལོ་རྒྱུས་དེ་དག་སྣང་དང་གཅིག་རྟོག་བཟོ་མ་ཡིན་པར་དངོས་གནས་ཚུལ་གྱི་འགྲོ་བ་མི་གི་སྟོང་པ་ཅན་གྱི་མཛེས་པ་འཕྲིན་ལན་དེ་མི་ཡི་ལོ་རྒྱུས་དང་སྦྱར་བྱས་ནས་ག་འདྲ་བྱས་ནས་བྱུང་ཡོང་བ་གི་ད་གནས་ཚུལ་འདྲ་བོ་དེ་ང་རང་ཚོ་ལོ་རྒྱུས་དེ་རོབ་ཤི་དགོས་པ་དེ་གལ་ཆེན་པོ་ཞེ་པོ་ཆེ་རེད་དྲན་གི་ཡོད་ང་རང་གི་ད་དེ་ཤེས་རྟོགས་བྱེད་ཡག་གི་སྟབས་བདེ་ཤུལ་འདྲ་བོ་དེ་ཅི་དེབ་ཀློག་ཉིན་མ་གྲོགས་ཉམས་ཞིབ་བྱེད་ཉིན་མ་གྲོགས་ན་ནི་སྟོང་པ་གི་ད། མཛད་རྣམ་ལ་སློབ་སྦྱོང་བྱེད་ཨག་གི། ད་སྟབས་བདེ་བཤུས་ཀྱི་ལམ་ཁ་འདྲ་བ་དེ་ཉེ་བའི་ཆ་ལ་ད་རྒྱ་གར་གྱི་ལོ་ཁ་ཤས་གོང་ལ་ད་བཟོ་སྐྲུན་བྱས་པའི་གི་གློག་བརྙན་བུདྡྷ་ལ་ཡ་དེ། ད་བོད་ནང་ལོགས་ལ་མདོ་དབུས་ཁམས་གསུམ་ཀ་གི་སྐད་ཡིག་ཐོག་ལ་ད་ཕབ་སྒྱུར་བྱེད་བྱེད་ནས་མདོ་དབུས་ཁམས་གསུམ་ཀ་གི་སྐད་ནང་ལོགས་ལ་ད་མཇལ་ཨ་ཡོད་བ་དང་ཉན་ཨ་ཡོད་བའི་གི་རྐང་བཟང་པོ་ཅིག་བྱུང་ཡོད་རེད། ད་དེ་ཅི་མཇལ་མེད་བརྙན་དང་བལྟས་མེད་བརྙན་ཡིན་ན་དེ་མཇལ་ཨ་དང་ལྟ་ཡ་དེ་ཧ་ལས་བའི་གི།

དེ་ནི་དགེ་བའི་བཤེས་གཉེན་དང་དགོན་པ་བཀའ་དྲིན་ཅན་གྱིས་ད་ཐུགས་རྗེའི་གཟིགས་སྐྱོང་གི་འོག་ལ་གོ་ལ་གོ་མཚམས་ཀྱི་དཔེ་ཆ་དང་བཅས་ད་སློབ་སྦྱོང་བྱེད་ཡག་གི་གོ་སྐབས་རག་ཡོད་པའི་ཆ་ནས། དེ་ནི་ཅེས་སྟོང་པ་ཐུགས་རྗེ་ཅན་གྱིས་ད་མཛད་པ་ཕྲིན་ལས་ལ་དད་པ་དང་ནོར་ལ་ན་འདྲ་ཅིག་དེ་ལས་མོས་པ་ཡོད་ཉེན་གྱི་གང་ཟག་ཅིག་དེ་གའི་མོས་པ་དང་འདུན་པ་ལ་ད་བློ་ལོག་མ་མྱོང་ཉིན་གྱི་གྲྭ་བ་ལོག་བ་ཡིན་ན་ལས་ཅི། སྟོང་པ་གི་གཞིས་སུ་འཇུག་ཡ་དང་སྟོང་པའི་བསྟན་པ་ལ་བློ་མ་ལོག་ནས་བསྟན་པོ་དེ་བདེ་བཞག་ཉན་མཁན་གང་ཟག་ཅིག་ཡིན། དེ་འདྲའི་བསྟན་པོ་བདེ་བའི་བརྒྱུད་རན་ནོ་ནོ་ལ་དོགས་པ་དང་དྲི་བ་མང་པོ་ཅིག་ཡོང་མྱོང་བ་ད་ལྟ་ཡང་ཡོང་བསྡད་པ་དེ་ཁོ་ལྟ་བུ་མི་ཡི་རྣམ་རྟོག་གི་མཐའ་བཀག་མེད་དུས་རང་གཞན་གྱི་ཡོང་ཡ་ཅི་རེད། ད་དེའི་བརྒྱུད་རན་ནོ་ནོ་ལ་འདྲ་བོ་ཆགས་བཞག་པ་ཡིན་ན། ད་དེ་ནས།

གོང་ལྟར་ང་རང་གི་དྲ་ལམ་ལ་དང་ཐོག་མ་འདྲ་བ་གི་གོ་རིམ་འདྲ་བོ་དེ་དེ་རེད། དེའི་བརྒྱུད་རིམ་གི་ནང་ལོགས་ལ་ད་གོང་ལྟར། གློག་བརྙན་དེ་ཏི་ཝི་གི་བརྒྱུད་རིམ་ནང་ལོགས་ལ་སྟོང་པ་ཐུགས་རྗེ་སྦྱིན་ལ་ད་སྔར་ལས་ལྷག་བསགས་ཀྱི་ཅིག་དད་པ་དང་ནི་ད་ནང་པ་ཅིག་ཡིན་པའི་གི་སྤོབས་པ་འདྲ་བོ་སྐྱེ་ཡག་གི་གནས་སྟངས་བྱུང་སོང། ད་དེ་ནི་ལྟད་མོ་དེ་བཟི་བྷི་གི་རྒྱབ་ལྗོངས་དང་ད་གཞི་རྩ་འདྲ་བོ་དེ། ད་དེབ་གཞི་བཞག་ས་འདྲ་བོ་དེ་ད། ཝིཏ་ནམ་གྱི་དགེ་སློང་ཐིག་ནཱ་ཧན་ཞུ་ཨ་ད་ཁོང་གིས་ད་ཉེ་བའི་ཆར་དགོངས་པ་རྫོགས་ཚར་བ་རེད་ཁོང་འདྲ་བོ་ཆ་བཞག་བ་ཡིན་ད་ཁོང་གིས་བྲིས་ཝིད་ཀྱི་སྟོང་པ་གི་མཛད་རྣམ་སྤྲེལ་མཁར་ལམ་ཉིང་ཞུ་ཨ་དེ་ད་ཆགས་ཀྱི་ཡོད་བ་དེ་ལྟད་མོ་དེ་འཁྲབ་ཡག་གི་གཞི་བཞག་ས་གི་དེབ་གཙོ་བོ་དེ་དེ་ཡིན་པ་ཁེ། ད་ལྟ་གནས་སྟངས་ཆགས་བསྡད་ཡོད་རེད། ད་དེའི་མཛད་རྣམ་དེ་འདྲ་བོ་ཆ་བཞག་པ་ཡིན་ན་དེ་ནི་ད་ལྟ་བར་དུ་ད་སྟོང་པ་བཀའ་དྲིན་ཅན་གྱི་མཛད་རྣམ་ཆ་ཚང་བ་བརྒྱ་ཕྲག་མང་པོ་ཡོད་བི་གི་ནང་ལོགས་ནས་ད་ཆ་ཚང་ཤུལ་དང། འགྲོ་བ་མི་གི་སྟོང་པ་བཅས་ཀྱི་ད་མི་ཡི་མཛད་སྤྱོད་ཀྱི་ཐོག་ནས་ཅིག་དད་པ་དམ་ལོང་ཙམ་མ་ཡིན་པ་དངོས་གནས་ཚུལ་གྱི་ལོ་རྒྱུས་རང་བཞིན་གྱི་ད་མཛད་རྣམ། མི་ཡི་བློ་ལ་འཇོག་བདེ་པོ་གོ་བདེ་བོ།

ད་ཐེངས་མ་རྙིང་པ་ལོག་གི་ཡོད་དེ་ཇེ་དྲིལ་བརྩམས་པ་ལ་ད་དེ་སོགས་ནག་ཚོགས་ཀྱི་གཅེས་སྟོང། ལོང་དེབ་ཀློག་མ་ཐོབ་ན་གློག་བརྙན་དེ་ཚོ་ལྟེ་བ་ཡིན་ན་དངོས་གནས་ང་རང་ཚོ་སྟོང་པ་སྐལ་ལྡན་ཅན་གྱི་རྗེས་འཇུག་ཡིན་པའི་གི་སྤོབས་པ་འདྲ་བོ་དེ། དད་པ་དག་སྣང་ཙམ་མ་ཡིན་པ་རྨོངས་དད་མ་ཡིན་པ། དགོས་པ་རྒྱུ་མཚན། དེ་ནི་གཅིག། སྟོང་པ་གི་ད། འགྲོ་མེད་ཀྱི། ག་རེ་ལ་བོར་ད། མ་རེག་པའི།

ད་ངོ་འཕྲོ་ཡ་དེབ་དེ་དང་གློག་བརྙན་དེ་ཚོ་ནང་ལ་འདུག་ད་དེ་གཅིག་ཀློག་མ་མྱོང་བ་མཇལ་མ་མྱོང་བ་ཡིན་ན་ནི་དེ་འདྲ་གི་མཇལ་ཡ་དང་ཀློག་ཡ་གི་ད་གོ་སྐབས་དེ་ཚོ་ལེན་བྱེད་དགོས་བ་དེ་དངོས་གནས་གི་ངའི་སེམས་པ་གཏན་ནས་འབོད་སྐོར་ཞུ་གི་ཡོད་ང་རང་འདྲ་བ་ཆ་བྱས་ན་དེབ་དེ་སྟོང་པ་གི་མཛད་རྣམ་དེབ་དེ་ང་རང་གི་བུ་མོ་ལ་ཆ་ཚང་གི་ཀློག་བཅུག་བ་ཡིན་དེབ་དེ་ཉོས་བྱས་ནས་མོ་རང་གི་མགོ་ནས་གཡུག་པར་ཆ་ཚང་ཞིབ་ཚགས་པོ་བྱས་ནས་ཀློག་ཡོད་རེད། དེ་ནས་དེ་ག་ནང་བཞིན་ད་ང་རང་གི་ཅིག་གྲོགས་པོ་གྲོགས་མོ་ད་དེ་འདྲས་ཅིག་དད་དང་དེ་འདྲས་ཀློག་ཡ་ལ་དགའ་བོ་ཡོད་ཉིན་ཅིག་ཤི་ཡོང་ཅིག་དེ་འདྲས་ལ་ཡང་འབོ་གོར་ཞུ་ཅིག་ནས་ངས་ངོ་ཤེས་པ་མང་པོ་གི་དེབ་དེ་ཉུལ་ཀློག་ཅིག་ནས་དེབ་དེ་ཡག་པོ་འདུག་ཟེར་ལབ་ཀི་འདུག་དེ་བྱེད་དུས་ཙམ་པ་ལ་ད་དེབ་དེ་དང་གློག་བརྙན་དེ་སོགས་དངོས་གནས་ཀྱི་ང་ཚོ་གི་ཀློག་དགོས་ཡ་ལྟ་དགོས་ཡ་དེ་ད་ང་ཚོ་ནང་པ་ཅིག་ཡིན་པའི་ཆ་ནས་དེ་གོ་སྐབས་རྩ་ཆེན་པོ་ཅིག་འདོགས་ཟེར་མཁན་དེ་ཞོལ་ཡིན་ད་ངས་ད་ལྟ་གཙོ་བོ་དྲི་བ་དེ་གཉིས་འདི་ཚོ་གི་རྒྱུ་མཚན་དེ་དེབ་དེ་ཀློག་ཡག་དང་ལྟད་མོ་དེ་ལྟ་ཡག་གི་མགོ་སྐོར་དེ་མ་རེད། ད་ལྟད་མོ་དེ་དང་འབྲེལ་བ་ཡོད་བི་གི་ཐོག་ནས་ང་རང་རྩ་སྟོང་ལ་འབྲེལ་བ་ཡོད་བི་དྲི་བ་གྱི་ལུས་བ་དེ་གཙོ་བོ་ཞོལ་ཡ་དེ་ཡིན། ད་དེ་ག་རེ་ཡིན་ལབ་ན། ང་རང་ཉེ་བི་གི་ས་ག་ཟླ་བི་དུས་སུ་ནོར་ལོག་ལ་ད་དབུས་ཀའི་ཐོག་ལ་གློག་བརྙན་དེ་སྟོང་པ་གི་མཛེས་རྣམ་དེ་སྟོང་བི་རྣམ་ཐར་དེ་ཡང་བསྐྱར་ད་ཐེངས་མ་གསུམ་པ།

ད་ཅི། འཆོམ་ཆ་རྒྱག་གི་རྒྱག་ཡིན་རྗེས་གཞན་པའི་དུས་སོགས་ཡིན་དེའི་བརྒྱུད་རན་ནང་ལོགས་ལ་ད་དེ་རན། གློག་བརྙན་དེ་གི་ལེའུ་བཞི་བཅུ་པ་དེའི་ནང་ལོགས་ལ་ད། སྟོང་པ་བཀའ་དྲིན་ཅན་མངོན་པར་རྫོགས་པ་སངས་རྒྱས་ནས། དེ་ནི་ད་སྔོན་མ། གསེར་སྐྱའི་གྲོང་གི་སྦྱར་གཞི་དང་དེ་ནི། ཡམ་ཡོམ་དང་ད་བཙུན་མོ་དང་དེ་ནས་སའི་སྒྲ་གཅན་ཟིག་ཚང་མ་བློས་གཏོང་བྱས་ནས་ད་ལོ་རོ་ཀ་བ་བཅས་ལ་ཕེབས་ནས་ད་མངོན་པར་རྫོགས་པ་སངས་རྒྱས་ནས་ད་རྡོ་རྡོ་ཁོ་རང་གི་རྒྱལ་ཁབ་དང་ཡམ་ཡོམ་དང་བཙུན་མོ་སའི་ད་བཅས་པ་ཁ་བྲལ་ནས་ལོ་བདུན་གྱི་རྗེས་ལ་ད་གསེར་སྐྱིལ་གྱི་གྲོང་ལ་ཤག་སྐྱིལ་གྲོང་ལ་ཡང་བསྐྱར་ཚུར་ཡམ་ཡོམ་དང་ད་བཙུན་མོ་དང་དེ་ནས་སའི་སྒྲ་གཅན་ཟིག་ལ་ད་མཇལ་འཕྲད་གནང་ཡ་གི་ཆེད་དུ་ཚུར་ད་ཤག་སྐྱིལ་གྲོང་ལ་ཕེབས་ཡས་ཀྱི་ད།

སངས་རྒྱས་ཀྱི་དམ་བཅའ་གཅིག་དང་འགལ་འབྲེལ་གཅིག་གི་ཆེད་དུ། སྦྱར་གཞི་དང། གསེར་དང་བཙུན་མོ་དང་དེ་ནི། སྦྱར་བོ་གྱི་ད་གོང་ལྟར། ཞག་གཅིག་གི་སྦྱར་བོ་ཆེ་ཧ་གི་སྲིང་བོང་དང་ད་ཡོངས་རྫོགས་བློས་གཏོང་བྱེད་ཅེས་ནི་ད། མངོན་པར་རྫོགས་པ་སངས་རྒྱས་སངས་རྒྱས་ཀྱི་བྱ། སངས་རྒྱས་ཀྱི་གོང་བོང་དེ་བརྩི་ཡག་གི་ཆེད་དུ་ད་ཁོ་རང། ཕེབས་ཕྱིན་པ་རེད། དེ་ཕེབས་པའི་སྐབས་ཀྱི་ཁོ་རང་གི་དམ་བཅའ་དེ་ག་རེ་རེད་ལབ་ན་ཁོ་རང་གི་བཙུན་མོ། ལ་དམ་བཅའ་ག་རེ་བཞག་ཡོད་རེད་ཟེར་ན་ངའི་སེམས་ཁོང་གི་དྲི་བ་དེ་དང་དོགས་པ་དེ་ཆོས་བྱས་ནས་ངའི་དྲི་བ་དེ་ལ་ལན་བྱས་ར་བའི་གི་རྗེས་ལ་ང་ཚོ་རང་ཅག་ལོག་ཡོང་གི་ཡིན། ནི་ང་དེ་འདྲ་གི་དྲི་བ་དེ་གི་ལན་གྱི་རྩེ་ཡ་དེ་ང་རང་གཅིག་པུའི་ཆེད་དུ་མ་ཡིན་པར་འགྲོ་བ་སེམས་ཅན་ཐམས་ཅད་ཀྱི་ད་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་འདི་ལས་ཡར་གྲོལ་ཡག་གི་ཆེད་དུ་ངས་དེ་ལས་གྲོལ་བའི་གི་ལམ་གྱི་རྩེ་ཡ་དང་ལམ་གྱི་བསྟན་ཐུབ་ཡག་གི་ཆེད་དུ་ད་ང་གང་ལྟར་དཀའ་བ་སྤྱད་ཡ་ལ་འགྲོ་གི་ཡིན་ཟེར་སོང་བྱས་ནས་དམིགས་ཡུལ་དེ་དང་དམ་བཅའ་དེ་ཁྱི་བྱས་ནས་ད་གང་ལྟར་སོང་རྗེས་ཁོ་རང་གི་རྒྱལ་ཁབ་ནས་ད་ལོག་འགྲོ་དཀའ་བ་ཅི་ཡ་ལ་ཕེབས་གནང་བ་རེད། ཁོ་རང་གི་དམ་བཅའ་དེ་དང་ཁས་ལེན་དེ་ནང་བཞིན་ད་དམ་བཅའ་དེ་འགྲོབ་ཁས་ལེན་དེ་འགྲོབ་བྱས་ནས་མཐའ་མ་དམ་བཅའ་དེ་དང་ཁས་ལེན་དེ་ལག་བསྟར་བྱས་ནས་ཁོ་རང་བྱང་ཆུབ་ཀྱི་གོང་ཕུང་ཐོབ་འགྲོ་བ་སེམས་ཅན་ཐབས་ཅད་ཀྱི་ཆེད་དུ། ད་གོང་ལྟར་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ལས་ག་འདྲས་བྱས་ནས་གྲོལ་དགོས་པའི་ཐད་ལ་ལམ་དེ་ཁོ་རང་གིས་སྔོན་མ་གི་ད་ཐུན་མོང་བའི་ད་ཧིན་དུའི་གི་རིག་བྱེད་ཀྱི་སློབ་དཔོན་དེ་ཚོ་གི་ད་ཅིག་བསམ་གཏན་གྱི་བསམ་གཏན་སྒོམ་ཡག་གི་རྣམ་གཞག་དེ་ཚོ་ལ་ད་ཅིག་ཉན་དེ་ཚོ་ལ་ད་སྒོམ་སྒྲུབ་བྱེད་དེ་ནི་མཐའ་མ་ཁོ་རང་ཁོ་རང་གི་རང་སྟོབས་ཀྱི་ཐོག་ནས་ད་འཕང་ལམ་ཡན་ལག་བརྒྱད་དང་བྱང་ཕྱོགས་སོ་བདུན་དང། ལྟར་འཕགས་པའི་སྡོམ་པ་བཞི་ལ་སོགས་པའི་ཡི་དྭགས་རྣམ་བཞག་གི་ཐོག་ནས་གོང་ལྟར་བྱང་ཆུབ་སྒྲུབ་པའི་ལམ་དེ་སྙེད་བྱས་ནས་ད་ཚོར་ཕི་བི་ཀའི་ད་ལེ་ཝེ་ཏུ་ཆགས་ཏེ་ཡོད་རེད་དེ་རིང་ངས་འཇལ་ཡག་དེ་ད་དེའི་ནང་ལོགས་ལ་ད་ང་ཚོ་ལ་འདྲི་བ་ཡོད་པའི་རྩ་དོན་འཐབ་རྩོད་དང་འདྲི་བ་ཡོད་པའི་དྲི་བ་དེ་ག་རེ་རེད་ལབ་ན་ད་སངས་རྒྱས་ལོ་དྲུག་གི་གོང་ལ་ཡང་མིན་ན་ལོ་བདུན་གི་གོང་ལ་ཁོ་རང་གི་རྒྱལ་ཁབ་ནས་ཕེབས་འགྲོ་བའི་སྐབས་ལ་ཁོ་རང་གི་བཙུན་མོ་ལ། དམ་བཅའ་ག་རེ་བཞག་ཡོད་སྲིད་འགྲོ་བ་སེམས་ཅན་ཐམས་ཅད་ཀྱི་ཆེད་དུ་ངའི་སེམས་ཁོང་གི་དྲི་བ་འདི་དག་དོགས་པ་མེད་སེ་ཡག་གི་ལན་གྱི་རག་ཡག་གི་ཆེད་དུ་བྱང་ཕྱོགས་ཀྱི་གོང་ཕོ་ཐུབ་ཡག་གི་ཆེད་དུ་ང་འགྲོ་གི་ཡོད་ང་དེའི་ལན་དེ་རག་ནས་ང་ཕྱིར་ལོག་ཡོང་གི་ཡིན་ལགས་ནང་བཞིན་དྲི་བ་དེ་ལ་ལན་དེ་རག་བྱང་ཕྱོགས་ཀྱི་གོང་ཕོ་ཐོབ་དེ་ནས་མཐའ་མ་ད་ཁོ་རང་གི་དམ་བཅའ་དང་ཁས་ལེན་བྱེད་བ་ནང་བཞིན་ཁོ་རང་གི་སྦྱར་གཞི་ལ་ཡམ་ཡོམ་དང་བཙུན་མོ་གསེར་རི་བྱིས་པའི་མདུན་ལ་ད་ཁོ་རང་ཚུར་ཕེབས་ཡོང་བ་རེད་ད་དེ་སངས་རྒྱས་ཀྱི། དམ་བཅའ་སྒྲུབ་སྟངས་ཁས་ལེན་བྱེད་སྟངས། ད་དེང་སང་དབྱིན་ཇིའི་སྐད་ཐོས་ན Success ཆགས་སྟངས་ཀྱི་རེད། འགན་སྒྲུབ་སྟངས་ཀྱི་རེད། ད་དེ་དང་འབྲེལ་བ་ཡོད་བ་དེ་ག་རེད་ལབ་ན་ད་ང་ཚོ། ང་ཚོ་ཡང་མིའི་ལུང་པ་ལ་སླེབས་ཀྱི་ཡོད་རེད། སམ་མཐའ་ནི་སམ་མཐར་བྱས་ནས་སླེབས་ཀྱི་ཡོད་རེད། ད་ང་རང་ཚོ་གི་མི་ཚེ་འདྲ་བོ་དེ་སམ་མཐའ་ནས་སམ་མཐའ་ལ་བྱས་ཏེ་མི་སྒེར་རེ་རེ་གིས། དེང་སང་འཛམ་བུ་གླིང་གི་ཤར་ནུབ་མང་པོ་ལ་མི་མང་པོ་ཞིག་སོ་སོའི་དཔལ་འབྱོར་དང་ལས་ཀ་གི་ཆེད་དུ་འཐོར་འགྲོ་གི་ཡོད་རེད་འགྲོ་བཞག་གི་ཡོད་རེད་ཡིན་ན་ང་ཚོ་བོད་པ་ལ་དེ་མིའི་ལུང་པ་ལ་སླེབས་སྟངས་དེ་མི་སྒེར་རེ་རེ་གི་འཚོ་བ་བརྩི་ཡག་གི་ལེའུ་གཅིག་ནི་མགོ་ཚོགས་ཡོད་མ་རེད། ང་ཚོ་བོད་པ་མིའི་ལུང་པ་ལ་རྒྱར་བལ་ཡུལ་འགྲོ། དེ་ནས་ད་ནུབ་ཕྱོགས་ཡུལ་གྲུ་ཁག་ལ་བོད་པ་གི་འགྲུལ་བཞུད་འདྲ་བོ་དེ་དང་གནས་སྤོ་ལབ་དགོས་ན་ར་སྐྱབས་སྐྱོར་ལམ་ནས་མགོ་བཙུགས་སྟངས་དེ། ང་ཚོའི་མཐོ་དམངས་གི་རྒྱལ་ཁབ་གི་ལས་དབང་དང་འབྲེལ་བ་ཡོད་པ་བཅས་ཀི་ཐོག་ནས་མགོ་ཚོགས་ཡོད་རེད། དེ་མགོ་བཙུགས་ཡ་དེ་ག་རེ་བྱས་ནས་མགོ་བཙུགས་ཡོད་ལབ་ན་ང་ཚོའི་རྒྱལ་ཁབ་དེ་དགྲ་ཡི་ལག་པ་ལ་བསྔགས་རྒྱུ་ང་དགོད་ལ་ཡོངས་སུ་ཤོར་ནས་ད་ཐ་མ་དེ་ལ་ཨ་ནི་དེ་རྒྱལ་ཁབ་དེ་སླར་གསོ་བྱེད་ཀྱི་ཡིན་ལབ་བྱས་ནས་ང་ཚོའི་གཞུང་དང་དབུ་ཁྲིད་ཨ་ནི་ང་ཚོའི་མི་མང་དང་བཅས་པ་མིའི་ལུང་པ་ལ་ད་སྐྱབས་བཅོལ་མགོ་བཙུགས་སྟངས་ར་བ་དེ་དེ་རེད། དེ་མགོ་བཙུགས་བའི་སྐབས་དེ་དག་ང་ཚོའི་དམིགས་ཚད་དང་དམ་བཅའ། སངས་རྒྱས་དང་པོ་ལོ་རོ་ཀ་བ་བཅས་ལ་ཕུལ་བའི་སྐབས་ཀྱི་དམིགས་ཚད་དེ་འགྲོ་བ་སེམས་ཅན་ཐམས་ཅད་སྡུག་བསྔལ་གྱི་རྒྱ་མཚོར་འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་འདི་ལས་འདྲེན་ཡག་གི་ཆེད་དུ་བྱང་ཕྱོགས་ཀྱི་གོང་ཕུང་དེ་ཐུབ་ཡག་གི་ཆེད་དུ། སེམས་ཁོང་གི་དྲི་བ་དང་དོགས་པ་དེ་ལ་ལན་ཅིག་རག་ཡག་གི་ཆེད་དུ་ཕེབས་པ་ནང་བཞིན། ང་ཚོ་སྐྱབས་བཅོལ་ལ་གོམ་ཁ་དང་པོ་འགོ་ཚུགས་པའི་སྐབས་ང་ཚོའི་རྒྱལ་ཁབ་ཕར་ཤོར་བ་དེ་སླར་གསོ་བྱེད་ཀྱི་ཡིན་ལབ་བྱས་ནས་དམ་བཅའ་གཅིག་དང། ཁས་ལེན་གཅིག་དང་དམིགས་ཚུལ་གཅིག་གི་ཐོག་ནས་ང་ཚོ་སྐྱབས་བཅོལ་ལ་སླེབས་ཡོད་རེད་ད། ང་ཚོ་སྐྱབས་བཅོལ་ལ་སླེབས་བྱས་ནས་ལོ་བདུན་ཅུ་ལ་འགྲོ་གི་ཡོད་རེད་ད། ད་ལོ་བདུན་ཅུ་འགྲོ་བཞག་གི་ཡོད་རེད་རོ། ལོ་དྲུག་ཅུ་འགའི་ཚར་བ་རེད། ད་ང་ཚོ་གིས་དང་པོ་ཡོང་ཡག་གི་རྒྱལ་ཁབ་སླར་གསོ་ལ་དང་རང་བཙན་སླར་གསོ་ལ་དམིགས་ཚད་དེ་འགྲོ་ཡོད་རེད་ཡོད་མ་རེད། ཨ་ནི། དམིགས་ཚད་དེ་འགྲོ་མེད་པ་ཡིན་ན་ལས་དམིགས་ཚད་དེ་སྒྲུབ་ཡག་གི་ཁས་ལེན་དེའི་ཐོག་ལ་ང་ཚོ་བསྡད་ཡོད་རེད་དེ་ཡོད་མ་རེད་དམ་བཅའ་དེའི་ཐོག་ལ་ང་ཚོ་བསྡད་ཡོད་རེད་དེ་མ་རེད་ད་དེ་ང་ཚོ་ཚང་མ་ལ་གྲོལ་བ་ཅིག་སླེབ་དགོས་ཀི་རེད་དྲན་གི་ང་དེ་རིང། ལྟད་མོ་དེ་ཡེ་ཡིན་པའི་གི་རྒྱུ་རན་ནོ་ལོག་ལ། ཨོ་དངོས་གནས་གོ་རུང་ད་ཕོ་རབ་ཚིག་ཐོག་དང་འཕར་བ་བགྱིད་ཐོག་ལ་བ་ནོ་ཞེས་སྟོང་པ་བཀའ་དྲན་ཅན་གི་འགྲོ་བ་སེམས་ཅན་ཐབས་ཀྱི་སྡུག་བསྔལ་གི་རྒྱ་མཚོ་ལས་འདྲེན་ཡག་གི་ཆེད་དུ། གྲོལ་བ་དེ་ལ་ལན་ཅིག་བརྩེ་ཡག་གི། དང་ཐར་པའི་གོང་འཕོང་ཅིག་སྒྲུབ་ཡག་གི་ཆེད་དུ་ཕེ་བ་ནོ་བཞིན། ཐར་པའི་གོང་བོང་སྟེ་སྒྲོག། དྲི་བ་ལ་ལན་རག་ཅིག་ནི་ཆོས་ཚོར་ཕལ་བ་ནང་བཞིན་ཅིག་ནག་ཚོགས་ཡང་ནག་ཚོགས་ཀྱི་རྒྱལ་ཁབ་སླར་གསོ་བྱེད་དུ་མི་ལོངས་པ་ལ་བྱ་བ་དེ། ཁས་ལེན་དམ་བཅའ་དེའི་ཐོག་ནས་འབད་བརྩོན་མཐའ་འཁྱོངས་བ་བྱེད་བྱས་ནས། ད་ནག་ཚོགས་ཀྱི་རྒྱལ་ཁབ་དེ་སླར་གསོ་བྱུང་བ་ཡིན་ན། ད་ནག་ཚོགས་མི་རེ་རེ་དང་ནག་ཚོའི་སྤྱི་ཚོགས་ཀྱིས་ད་འགན་འཁྲི་དང་ཁས་ལེན་དམ་བཅའ་དེ་སྒྲུབ་གི་ཡོད་རེད། ད་དེ་མ་འབྱུང་བ་ཡིན་ན། ང་ཚོ་གི་ཁས་ལེན་དམ་བཅའ་དེ་འགྲུབ་ཡོད་མ་རེད་ང་ཚོའི་འགན་འཁྲི་དེ་འགྲུབ་ཡོད་མ་རེད་ད་ལྟའི་ང་རང་ཚོ་གི་ཁས་ལེན་བྱེད་དགོས་རེད་དྲན་གྱི་འདུག་དེ་བྱེད་དུས་ཙམ་པ་ལ། ད་ང་ཚོ་གི་རྒྱལ་བ་རིན་པོ་ཆེ་གི་དགུང་ལོ་དགུ་བཅུ་གི་གོ་སྟོང་སྲུང་གཙི་ཞུ་གི་ཡོད་རེད་སྲུང་གཙི་ཞུ་བཞིན་པ་རེད་དེ་ཡག་པོ་ཞུ་རེད་དངོས་གནས་ཁོ་རང་ག་རེ་ལབ་གི་རེད། དེ་ནས་ཡ་རབས་བཟང་སྐྱོ་ལ་དེ་བཀའ་དྲིན་ལ་བསམ་ཤེས་ལ་ཡ་བྱེད་ཡོད་རེད་ད་དེ་རེད་རྒྱལ་བ་རིན་པོ་ཆེ་དགུང་ལོ་གཞུང་ཡོངས་གི་སྐབས་ནས་གོང་ལྟར་ཁོ་རང་གི། སྤུས་ཚད་ཀྱི་ནུས་པ་དང་ལྟ་དུས་ཚུགས་ཏེ། བོད་ཀྱི་རྩ་དོན་འཐབ་རྩོད་དང་འབྲེལ་བའི་ཐོག་ལ་ཤུགས་ཆེན་པོ་ཆེ་གཏོང་གནང་ཡོད་རེད། དེ་ནང་བཞིན་བོད་མི་མང་གིས་རྒྱལ་བ་རིན་པོ་ཆེ་ལ་གུས་བཀུར་ཡིད་ཆེས་རྒྱབ་སྐྱོར་བླ་ན་མེད་པ་ཞུས་ཡོད་རེད། དེ་བྱས་ཏེ་ད་ང་ཚོ་མཐོང་མང་གི་འགན་འཁྲི་དེ། མཐར་ཐུག་གི་འགན་འཁྲི་དེ་ག་རེ་ལབ་ན་ང་ཚོས་རྒྱལ་ཁབ་སླར་གསོ་བྱེད་ཡ་དེ་རེད། དེ་བྱེད་དུས་ཙམ་མ་ལགས། ད་ང་རང་ཚོ་གིས་རྒྱལ་བ་རིན་པོ་ཆེ་གི་གོ་སྟོང་གི་མཛད་སྒོ་གཞས་སྣ་འཁྲབ་སྟོན་ད་ཅིག། ག་རེ་སྨན་སྐུལ་དཔེ་དེབ་དཔར་སྐྲུན། བགྲོ་གླེང། ད་ག་སེ་ང་ཚོས་གོ་རེ་བྱེད་ཀྱི་ཡོད་ན་དེ་སོགས་ཡིན་དགོས་ཡ་ཅི་ཡིན་གྱི་རེད། རྣམ་འགྱུར་གྱི་ཆ་ཤས་ཅི་རེད། ད་གལ་ཆེ་ཤོས་ནང་གི་ཆེ་ཤོས་དེ་རྒྱལ་བ་རིན་པོ་ཆེ་ལ་དངོས་གནས་ཀྱི་ལོ་རྒྱུས་ཡག་པོ་ཅིག་བཞག་ཡ། རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་ལ་བསམ་ཤེས་སེམས་གཏིང་ནས་བྱེད་ཡ། རྒྱལ་བ་རིན་པོ་ཆེ་གི་མཛད་པ་འཕྲིན་ལན་དེ་ལོ་རྒྱུས་ཀྱི་ནང་ལོག་ལ་ནང་ལོག་མེད་པ་ཅིག། དེ་ནས་གཟི་འོད་འཕྲོ་བ་ཅིག། གསེར་ཡིག་གི་རི་མོ་འབྲི་འོས་པ་ཅིག། འོངས་པ་ལོ་རྒྱུས་ལ་གནས་ཡ་བཟོ་ཡ་ཡིན་ན་ནི་རྒྱལ་བ་རིན་པོ་ཆེ་དང་བོད་གཞུང་གི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་ད་ང་ཚོ་ལ་དམིགས་ཚད་ཅིག་དང། སྣེ་ཁྲིད་ཀྱི་ལོ་རྒྱུས་ཅིག་མགོ་བཙུགས་ཡོད་རེད་དེ་མགྱོགས་སྐྱོང་དགོས་པ་དེ་ད་ང་རང་ཚོ་ཚང་མ་གིས་ད་རྒྱལ་བ་རིན་པོ་ཆེ་གི་གོ་གདོང་སྲུང་བརྩི་བྱེད་ཡ་ཡག་ཤོས་དེ་དེ་རེད་དྲན་འདུག་རྒྱལ་བ་བསྟན་འཛིན་རྒྱ་མཚོ་སྐུ་འཕྲེང་བཅུ་བཞི་པ་ཁོང་གི་མཛད་པ་འཕྲིན་ལན་ལ་ང་ཚོ་གིས་དངོས་གནས་ཀྱི་རོགས་འདེགས་ཅིག་དགོས་ཀྱི་ཡོད་ན་ང་ཚོའི་རྒྱལ་ཁབ་ཕར་ཤོར་བ་དེ་ཚུར་སླར་གསོ་བྱེད་པ་ལས་ལྷག་པ་ཅིག་ད་ང་རང་ཚོ་གི་རྒྱལ་བ་བསྟན་འཛིན་རྒྱ་མཚོ་ལ་སྲི་ཞུ་སྒྲུབ་ཡ་ཡོད་མ་རེད་ད་ང་རང་ཚོ་མི་མང་པོ་གཅིག་གིས་ལོ་རྒྱུས་ཤེས་ལོ་རྒྱུས་བྲི་དུས་ལོ་སུམ་ཅུ་སྲི་ཞུ་སྒྲུབ་ཡིན་ལོ་ཉི་ཤུ་སྲི་ཞུ་སྒྲུབ་ཡིན་ཟེར་ལབ་གི་འདུག་དེ་ཡིན་གྱི་རེད་ད་དངོས་གནས་གི་ང་ཚོ་གི་མཐའ་མཆོག་དབུས་ཀྱི་སྲི་སྲི་ཞུ་གཅིག་དང་ང་ཚོ་གི་ལིང་སྒྲུབ་ལྡན་པའི་སྲི་ཞུ་གཅིག་སྒྲུབ་དགོས་གི་ཡོད་ན་ང་ཚོ་མི་རེ་ངོ་རེ་གིས་རྒྱལ་ཁབ་སླར་གསོ་བྱེད་ཡ་གི་ཐོག་ད་ནུས་པ་སྤོང་དགོས་ཡ་དེ་ད་གེ་ཆེན་པོ་ཞི་བ་རེད་དངོས་གནས་དགོངས། དེའི་ནུས་པ་སྤོང་དགོས་བ་དང་མ་མཐའ་ཡང་དེ་ང་རང་ཚོ་གི་མི་ཐོག་ལ་འགྲོ་གི་མེད་བ་ཡིན་ན་ལས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་རྒྱ་གར་ཕར་ཤོར་བ་དེ་སླར་གསོ་བྱེད་གི་ཡིན་རྒྱ་མི་བོད་ནས་ཕིག་གི་ཡིན་ལགས་ཀྱི་དེའི་དམ་བཅའ་དེ་དང་དམིགས་ཚིག་དེ་མ་ལག་བར་དགོས་ཡ་དེ་རྒྱུན་འཁྱོངས་བྱེད་བའི་ཐོག་ནས་དེའི་འཐབ་རྩོད་དེ་རྩིས་འཕྲུལ་ཐོབ་དགོས་ཡ་འཐབ་རྩོད་དེ་སོར་མོ་ཉར་དགོས་ཡ་དེ་དང་མ་མཐིལ་ང་ཚོ་གི་འགན་འཁྲི་དེ་ཆགས་ཀྱི་ཡོད་རེད། ང་ཚོ་སྟོང་པ་བཀའ་དྲིན་ཅན་གྱི་རྗེས་འཇུག་ཡིན་པ་དེ་ཡིད་ཆེས་དང་སྤོབས་པ་ཅིག་ཡོད་བ་ཡིན་ན། སྟོང་པ་བཀའ་དྲིན་ཅན་ཁོང་གིས་ཕོ་རབ་ཚིག་ཐོག་དང་ཕ་རབ་རྗེས་ཐོག་ལ་བ་ནོར་གྱིས་ལོ་དྲུག་ལ་ཤན་གྱི་རྩ་བ་དང་རྩི་ཤིང་གི་སྡོང་པོ་ཟ་བྱས་ནས་གོང་དེར་ཆུག་ཅིག་ནས་དེ་འབྲེལ་གྱི་ཀ་བ་བསྐྱེད་བྱས་ནས། ཐ་མ་དངོས་གནས་སྲོག་འཆོར་ལ་ཉེ་བའི་གི་དུས་ལ་ཡིན་པ་ནས་ལས་དང་པོ་གི་གླུད་ཐོང་དེ་དང་དམ་བཅའ་དེ་རྩ་བ་ཉིད་ནས་གླེ་ཡོད་མ་རེད་དེ་མ་གླེ་བར་གི། གྲུབ་འབྲས་དེ་ལ་བྱང་ཆུབ་ཀྱི་གོང་ཕུང་དེ་ཐོབ་ནས་འགྲོ་བ་མི་གི་ལམ་སྟོང་གི་སྒྲོན་མེ་བྱེད། རེད་བ། ཁོང་དགོངས་པ་རྫོགས་བྱས་ནས་ལོ་ཉིས་སྟོང་དྲུག་བརྒྱ་ལྷག་འགྲོ་གི་ཡོད་བ་ཡིན་ན་ལས་ཁོང་གིས་བསྟན་པའི་གི་བསྟན་པ་དེ་ད་ལྟ་ཡང་འཛམ་བུ་གླིང་གི་ཤར་ནུབ་གང་ས་ལ་ཁྱབ་ཅིག་ནས་གནས་ཅིག་ནས་འགྲོ་བ་མེད་ཀི། དཀའ་སྡུག་སེལ་བའི་གི་ད་གང་ལྟར། སྨན་ལ་དགོས་ན་འདྲ་འོ་སྣང་ལ་དགོས་ན་འདྲ་སྒྲོ་མེད་ལ་དགོས་ན་འདྲ་བཤེས་གཉེན་ལ་དགོས་ན་འདྲ་དེ་འདྲ་ཅིག་ལ་འཚོགས་བྱས་ནས་གནས་དུ་ཡོད་རེད་དེ། དེ་བྱེད་དུས་བརྩམས་པ་ལ་སྟོན་པ་རླབས་ཆེན་པོ་དེ་གས་བསྟན་པ་དེ་འབྲེལ་གྱི་གསར་གཏོད་གནང་ཐུབ་པ་དེ་ཁོང་རང་གི་དང་པོའི་ཁས་ལེན་གྱི་དམ་བཅའ་འབད་སོང་ལ་བརྟེན་བྱས་ནས་བྱུང་བ་བཅས་རེད། ཆགས་དུས་ཡོད་རེད་མ་གཏོགས་དེ་བྱེད་དད་པ་དང་ནང་གི་བཟོ་འདྲ་བོ་ངོ་སྲུང་སྤྲིན་ལས་ཀྱི་བཟོ་འདྲ་བོ། ངོ་རྟོག་གི་ལོ་དྲུག་ཁོང་སྐྱེལ་བྱས་པ་དེ་འདྲ་ཁས་ཆགས་ཀྱི་ཡོད་མ་རེད། དེ་བྱེད་དུས་དངོས་གནས་ཀྱི་ང་ཚོ་གི་སྟོན་པ་བཀའ་དྲིན་ཅན་ལ། ཡི་རང་གུས་འདུད་རྗེས་དྲན་ཞུ་གི་ཡོད་ན་རྟོམ་པིན་རྣམ་ཐར་དྲི་མ་མེད་པ་དེ་ལ་ང་ཚོ་གི་ཡང་སློབ་སྦྱོང་བྱེད་ཅེས་ནས། ཕྱོགས་གཅིག་ནས་ང་རང་སོ་མི་སྒེར་རེ་རེ་གིས་ག་རེ་ལ་འོས་ད། ཆེས་ཚི་མ་གི་ཆེད་དུ་ག་རེ་སྒྲུབ་དགོས་ཀྱི་ཡོད་པ་དེ་གཅིག་རེད། ང་རང་ཚོ་མཐུན་མོང་གིས་བོད་མི་རིགས་འཚོ་གནས་ཀྱི་ཆེད་དུ་བོད་མི་རིགས་སླར་གསོང་གི་ཆེད་དུ་རྒྱལ་ཁབ་སླར་གསོ་གི་ཆེད་དུ་ང་རང་ཚོ་སྒྲུབ་དགོས་པའི་གི་འགན་འཁྲི་དེ་ཡང་རྟོམ་པ་བཀའ་དྲིན་ཅན་གྱི་སྙིང་སྟོབས་དང་དམ་བཅའ་རྒྱུན་སྐྱོང་སྟངས་དེ་ལ་ང་ཚོ་གི་སློབ་སྦྱོང་བྱེད་དགོས་པ་དེ་གལ་ཆེན་པོ་ཞེ་པོ་འདུག་དྲི་བ་དེ་ག་རེ་སླེབས་སོང་ལབ་ན་ང་ལ་ལྟད་མོ་དེ་ལྟ་བུའི་བརྒྱུད་རིམ་ནང་ལོག་ལ། ང་རང་ཚོ་གི་སྟོང་པ་དེ་གས་དེ་འདྲས་ཀྱི་དཀའ་བ་སྐྱེད། དམ་བཅའ་ལ་གནས་ཁས་ལེན་ལ་གནས་འབད་བརྩོན་རྒྱུན་སྐྱོང་བྱས་ནས་ཐ་མ་དེ་ལ་ཁོ་རང་གི་ཕ་མ། བཙུན་མོ། སྲས་དེ་བཅས་པའི་མདུན་ལ་ལོག་པའི་སྐབས་ལ་སོ་སོའི་དང་པོ་གི་ལོ་དྲུག་བདུན་གོང་གི་དམ་བཅའ་བཞག་ཡག་ཏེ་ལེགས་སྒྲུབ་སྦྱོང་བྱས་ནས་ཚོར་ཕེབས་ཐོབ་ཡོད་རེད། ང་རང་ཚོ་གི་མི་རིགས་འདི་ཡང་མིན་ན་ང་རང་ཚོ་གི་མི་རབས་འདི། ང་ཚོའི་ཐུན་མོང་གི་ལས་དབང་དུ་བསྒྲིལ་བའི་རྒྱལ་ཁབ་སླར་གསོ་རྒྱལ་ཁབ་ཤོར་ལུང་པ་ཤོར་བསྡད་འཇོག་གི་འགན་འཁྲི་དེ་ཚེ་ག་བ་ལ་སླེབས་ཡོད་རེད་དང་པོའི་དམ་བཅའ་དེ་ཁས་ལེན་དེ་ག་བ་ལ་ཡོད་རེད། དེའི་ཚད་གཞི་འདྲ་བོ་དེ་ད་ལྟ་ག་བ་ལ་ཡོད་རེད། དེ་ཚོ་ཚང་མ་ང་རང་ཚོ་ལ་རང་བཞིན་གྱི་དྲི་བ་གཅིག་སླེབས་དགོས་ཀྱི་རེད་དྲི་བ་སླེ་བ་ཙམ་དུ་མ་ཟད་དྲི་བ་དེ་གཏོང་ཕོད་དགོས་ཡ་དྲི་བ་དེ་སོ་སོ་གིས་སོ་སོ་ལ་གཏོང་དགོས་ཡ། སྤྱི་ཚོགས་ལ་ཡང་དྲི་བ་དེ་གཏོང་ནས་འཇོག་བྱས་ནས་དེའི་དྲི་བ་དེ་ལན་གྱིས་བཙལ་དགོས་ཀྱི་ཡོད་ན་ང་རང་ཚོ་དང་པོ་ལྔ་བཅུ་འགར་དགུ་ལ་བཞག་བཞག་བིས་ཀྱི་དམ་བཅའ་དེ་དང་ཆོད་སེམས་དེ་དང་དམིགས་ཚད་དེའི་ཐོག་ལ་ཐུན་མོང་གི་ཆིག་སྒྲིལ་གྱི་འབད་བརྩོན་བྱེད་དགོས་པ་དེ་ལས་སླ་བིས་ཀྱི་ང་ཚོ་ལ་ལངས་པ་ཅི་ཡོད་མ་རེད་དེ་ལས་སླ་བ་རྒྱལ་བ་ཡིན་ནོ་བིས་དངོས་གནས་ཀྱི་ད་བཀའ་དགོངས་ཞབས་ཏོག་ཅིག་སྒྲུབ་དགོས་ཀྱི་ཡོད་ན། བཀའ་དགོངས་ལམ་སྣ་འགྲིག་གི་ཡོད་མེད་མི་ཤེས་ཏེ་རྒྱལ་བ་རིན་པོ་ཆེ་ལ་ཞབས་ཏོག་ལོ་རྒྱུས་ནོར་ལོངས་ལ་ནག་ནོག་མེད་པའི་ཞབས་ཏོག་ཅིག་སྒྲོབ་དགོས་ཀྱི་ཡོད་ན། ངས་དེ་ལས་ལྷག་འབྲུ་ཡག་མེད་པ་ཅིག་ལ་ང་རང་གིས་ངོས་འཛིན་བྱེད་ཀྱི་ཡོད། ང་རང་ཚོ་ལོ་རྒྱུས་དེ་སྔོན་མ་དུས་རབས་མང་པོ་གི་གོང་གི་ལོ་རྒྱུས་དང་ད་ལྟའི་ལོ་རྒྱུས་དེ། ལོ་རྒྱུས་ཀྱི་གྲུབ་འབྲས་ཀྱི་མྱུར་ཚད་དེ་རྦད་དེ་ད་ལྟ་མགྱོགས་ཡ་ཡོད་རེད། སྔོན་མ་འདྲ་བོ་ཅིག་ཆ་བཞག་ན་ལོ་རྒྱུས་མང་པོ་ཅིག་ངོ་གཏུག་ངོ་སྲུང་ཕྲིན་ལས་བྱེད་བྱེད་ནས་ལོ་བརྒྱ་ཕྲག་ཁ་ཤས་ལ་ཁོང་ཆུད་འགྲོ་གི་ཡོད་རེད་ད་ད་ལྟ་དེ་ཆུད་ཀྱི་མ་རེད་དེ་ང་རང་ཚོ་གིས་རྩིས་རྒྱབ་ཐོབ་དགོས་ཀྱི་རེད་དེ་རྩིས་རྒྱབ་ཐུབ་པའི་ཐོག་ནས། ང་ཚོ་གིས་ལོ་རྒྱུས་ལ་ཡ་དེ་ཡང་ངོ་རྟོགས་དང་ངོ་སྲུང་གི་ཁུངས་ཆུད་ཀྱི་མ་རེད། དེ་བས་ཀྱང་བོད་མི་རིགས་པའི་མ་འོངས་ཀྱི་ལས་དབང་དང་ད་ལྟའི་གི་གནས་བབ་འདི་ང་ཚོ་ཕན་ཚུན་ལ་ངོ་སྲུང་ངོ་རྟོགས་བྱེད་ཀྱི་ནི་ལ་དྭགས་ཡ་དང་ཁུངས་ཆུད་ཡ་གྱི་ཡོད་མ་རེད། དེ་མེད་པ་ཡིན་ན་ད་ང་ཚོ་གི་ཁ་ཡོག་ལག་ཡོག་གི་དངོས་ཡོད་གནས་ཚུལ་གི་ང་ཚོའི་ད་ལྟའི་གི་བོད་ཕྱི་ནང་གཉིས་གི་གནས་བབ་དེ་ག་འདྲ་གྱི་རེད་བྱ། ང་རང་ཚོ་གི་བསམ་བློ་གཏོང་སྟངས་ག་འདྲ་གྱི་འདུག་ཅེས་སོགས་ཀྱི་གནད་དང་བྲོ་དེ་ག་བ་ལ་སླེབས་བཞག་དང་པོའི་ང་ཚོའི་དམ་བཅའ་དང་ཆོད་སེམས་དེ་ག་བ་ལ་འདུག། དེ་ཚོ་ཚང་མ་ང་རང་ཚོ་གི་བྲོ་བ་གི་སྣེ་མོ་ནི་སྨ་ར་བ་དགོས་ཡ། བྲོ་བ་གི་སྣེ་མོ་ནི་སོ་སོའི་སོ་སོ་ལ་ལྕགས་བཟོའི་མེ་རི་གི་ལན་གྱི་རྒྱབ་ཐོ་དགོས་ཡ་ལན་དྲང་པོ་དྲང་གཞག་གྱི་རྒྱབ་ཐོ་དགོས་ཡ་སྤྱི་ཚོགས་ལ་ཡིན་ན་དེའི་བསམ་ཚུལ་དེ་དྲང་པོ་དྲང་གཞག་གཏོང་བྱེད་ནས་སྤྱི་ཚོགས་ཀྱི་ནོར་འཁྲུལ་ལ་ད་ནོར་བཅུད་ཡོ་བསྲང་བྱེད་དགོས་ཀྱི་ཡོད་ན་ད་བྱེད་ཡ་གི་དུས་ཚོད་ད་ལྟ་རེད། དེ་འདྲ་ཡིན་པའི་ཆ་ནས་དེའི་སྐད་ངའི་བསམ་ཚུལ་འདི་བཤད་སྟངས་སྙན་པོ་ཡོད་ཀྱི་མ་རེད་དེ་ངས་གང་ཞུ་བ་དེ་བོུ་ལ་དེ་ལ་བསམ་པ་དཀར་བའི་ཐོག་ནས་ངས་ཞུ་གི་ཡོད་ད་ང་རང་ཚོ་གི་དུས་ཚོགས་མང་པོ་ཞིག་བོད་ཀྱི་ངོ་གཏུག་ངོ་ཚང་མཛད་སྒོ་དང་དེ་འདྲ་མང་པོ་བྱས་ཀྱི་ད་ང་རང་ཚོའི་དུས་ཚོགས་མང་པོ་ཞིག་ཟགས་ཚར་བ་རེད་ད་ད་དུང་ཡང་འདི་འདྲ་བྱེད་བྱེད་ནས་ང་ཚོ་ཁོང་ཆུད་ཀྱི་མ་རེད་དངོས་གནས་ཁོང་ཆུད་ཀྱི་མ་རེད་ལྷག་པར་དུ་རྒྱལ་བ་བསྟན་འཛིན་རྒྱ་མཚོ་གི་སྐུ་ཚེ་ལྷག་མ་དེ་འདི་འདྲ་བྱས་ནས་ང་ཚོའི་འཕྲོ་བརླག་གཏོང་བཞིན་པ་ཡིན་ན་འགྲིག་གི་མ་རེད། རྒྱ་བསྟན་འཛིན་རྒྱ་མཚོ་ལ་ཞབས་ཏོག་ལབ་དགོས་གི་ན་འདྲ། དངོས་གནས་ཀྱི་བཀའ་དྲིན་རྗེས་དྲན་བྱེད་དགོས་གི་ཡོད་ན་བོུ་སྐྱེ་བ་འདི་ཡག་པོ་ཆགས་དགོས་གི་ཡོད་རེད། རྒྱ་བསྟན་འཛིན་རྒྱ་མཚོ་གི་སྐུ་ཚེ་འདིའི་རིང་ངོ་ལ་བོུ་འདི་ཡག་པོ་བྱུང་དགོས་གི་ཡོད་རེད། བོུ་འདི་སོ་སོའི་ས་ཤོར་རྒྱལ་ཁབ་ཤོར་བ་དེ་སླར་གསོ་བྱེད་ནས་ཕ་ལོག་ཐོབ་དགོས་ཡ་དེ་རྒྱ་བསྟན་འཛིན་རྒྱ་མཚོ་གི་སྐུ་ཚེ་གི་རེང་ལ་བྱུང་དགོས་ཡ་དེ་རྒྱ་བསྟན་འཛིན་རྒྱ་མཚོ་གི་སྐུ་ཚེ་མཛད་པ་ཁྲི་ལེན་དང། ལོ་རྒྱུས་ལ་འབྲེལ་བ་ཆེན་པོ་ཡོད་དེ་ཅོ་ཅི་ཆགས་གི་ཡོད་རེད། དངོས་གནས་ཀྱི་དད་པ་དག་སྣང་གི་ཡོ་བ་ཡིན་ན་བློ་གཅིག་སེམས་གཅིག་གི་ངོ་རྒོལ་རྒྱབ་མདུན་མེད་པའི་གི་དད་པ་དག་སྣང་གི་ཡོ་བ་ཡིན་ན། དྲི་བ་དེ་དང་འགན་འཁྲི་དེ་ལ་ཤི་འཐམ་རོ་འཐམ་བྱེད་དགོས་ཡ། དྲི་བ་དེ་དང་འགན་འཁྲི་དེ་གི་ཆེད་དུ་སུ་ལ་ཕོག་ཐུག་གཏོང་དགོས་ཀྱི་ཡོད་ན། ང་འདྲ་བོ་ཅིག་ནི་འཇོག་པ་གང་ཡང་མེད་ད་ལྟ་བར་དུ་ང་དོན་གྲུབ་ལྷ་དར་གྱི་བུ་རྩ་སྟོང་གི་ཆེད་དུ་རྩོམ་བྲིས་པ་སྐད་ཆ་བཤད་པ་བསམ་ཚུལ་གཏོང་བ་དེ་འདྲ་གི་མི་མང་པོ་ལ་ཕོག་ཐུག་མཁྱེན་ཡོད་རེད་དེ་མཁྱེན་ཡོད་པ་ངས་ངོས་ལེན་ཡོད་ངོས་འཛིན་ཡོད་ཡིན་ན་འཇོག་པ་གང་ཡང་མེད་ག་རེ་བྱེད་ལབ་ན། དེ་འདྲ་གི་ཕོག་ཐུག་མཁྱེན་པ་དེ་ང་སྒེར་གི་ཁེ་ཕན་ཅིག་གི་ཆེད་དུ་ངས་ལྐུག་པ་མ་རེད་ངས་ཁོ་ཕོག་ཐུག་གཏོང་གི་མ་རེད་མཐོ་ས་ལ། ཕོག་ཐུག་དེ་འདྲ་གཏོང་ཡག་གི་གཏམ་ཅིག་དང་སྐད་ཆ་ཅིག་བཤད་ཡག་དེ་རྩ་སྟོང་ལ་བློ་དཀར་བོད་ལ་བློ་དཀར་བྱས་ཏེ་སོ་སོ་བློས་གཏོང་བྱས་ཏེ་ཞུ་འདོད་ཀི་ཡོད་དེ་རིང་ཡང་དེ་ག་རང་ཡིན་དེ་རིང་གི་སྐད་ཆ་འདི་ཚོ་ལ་སྒྲོག་འདྲ་མི་འདྲ་བཟོ་མདོག་ཁ་བོ་རེད་དེ་ག་རེ་བཟོས་བ་ཡིན་ན་ངའི་ངོས་ནས་བློ་འགྱོག་གང་ཡང་མེད། དངོས་གནས་ཀྱི་ང་རང་ཚོ་གི་མི་རབས་གོང་མ་གི་བཀའ་དྲིན་ལ་རྒྱ་བསྟན་འཛིན་རྒྱ་མཚོ་གཙོས་པའི་གི་མི་རབས་གོང་མ་གི་བཀའ་དྲིན་ལ་རྗེས་དྲན་གྱི་དགོས་ཀྱི་ཡོད་ན་ངོ་གཏུག་ངོ་གསུང་དང་ཕྲ་མཐོང་ཙམ་མ་ཡིན་པར། ལྷག་བསམ་རྣམ་དག་གི་མི་རབས་གོང་མ་གི་དང་པོ་འགོ་བཙུགས་བཞག་ཕྱོགས་ཀྱི་འཐབ་རྩོད་འདི་དང་ལོ་རྒྱུས་འདི་དང་འགན་འཁྲི་འདི་མཇུག་སྐྱོང་བྱས་ནས། ཨ་ནི་བོད་དེ། བོད་མི་རིགས་འདི་བོད་ཀྱི་ས་ཐོག་ལ་རྒྱལ་ཁབ་ཅིག་གི་ངོ་བོ་གི་ཐོག་ནས་གསུང་དགོས་ཡ་མཉམ་འཛོམས་དགོས་ཡ་ལྷན་འཛོམས་དགོས་ཡ་དེ་ད་ང་རང་ཚོ་གི་འགན་འཁྲི་ལབ་གི་ཡོད་ན་འདྲ། བཀའ་དྲིན་རྗེས་དྲིན་ལབ་གི་ཡོད་ན་འདྲ་གོ་སྟོང་གསུམ་ཚིག་ལབ་གི་ཡོད་ན་འདྲ་དེ་ལས་ལྷག་ཟིག་གང་ཡོད་མ་རེད་ནམ་ཞག་རྒྱུན་དུ་དངོས་གནས་ང་རང་ཚོ་བོད་སྤྱི་བའི་རྩ་དོན་གི་ཐོག་ལ་ལུང་ཚན། ཆོས་ལུགས། ཤོག་ཀ། དེ་འབྲེལ་གྱི་འཐབ་རྩོད་ཀྱི་ནང་ལོགས་ལ། མི་སྒེར་རེ་རེ་གྱི་དུས་ཚོད། སྤྱི་བའི་དུས་ཚོད་ནུས་པ། འཕྲོ་བརླག་ལ་གཏོང་བ་མ་ཡིན་པ། དེའི་ནང་ལོགས་ལ་ཆ་ཤས་གླེང་བ་མ་ཡིན་པ། བོ། སྤྱི་བ། དངོས་གནས་ཀྱི་ཡག་པོ་ཡོང་ཡག་གི་ཆེད་དུ། ཐོག་མའི་སུ་ལ་འཛུགས་གཙོ་དགོས་དགོས་ན་གཙོ་ཕོ་བ། སོ་སོ་གི་ཡིན་ན་ག་སེ་ཐུབ་ཐོག་གི་བློས་གཏོང་བྱེད་འབད་བརྩོན་བྱེད་རང་གི་ནུས་པ་ལ་དཔག་པའི། སོ་སོའི་གནས་བབ་དེའི་ཐོག་ནས། བོ་བ་ཅན་ཡིན་པའི་ངོ་བོ་དང་ངོས་འཛིན་གྱི་ཐོག་ནས་འགལ་འབྲེལ་སྒྲོབ་ཐུབ་པ་ཡིན་ན། འདི་འདྲའི་བར་དག། མི་ཚང་མ་གི་བློ་ལ་བབ་བ་ཅིག་སུ་གང་གིས་བཟོ་ཐུབ་གི་མ་རེད། མི་ཡི་རྒྱབ་ལ་ག་རེ་བཤད་གི་ཡོད་ན་འདྲ། མདུན་ལ་རྣམ་འགྱུར་ག་རེ་བསྟན་གི་ཡོད་ན་འདྲ། ལག་དག་དགོས་ས་དང་པོ་དེ་སོ་སོ་རེད། སོ་སོའི་ལག་དག་དགོས་ས་དེ་སོ་སོའི་མི་ཚེ་དང་སོ་སོའི་རྒྱལ་ཁབ་བོུ་ལ་ཨ་དེ་རེད། སོ་སོའི་མི་ཚེ་ལ་ལག་དག་བ་བོུ་ལ་ལག་དག་བ་ཡིན་ན། སྤྱི་ཚོགས་ཀྱི་ག་རེ་བཤད་མིན་དང་སྤྱི་ཚོགས་ཀྱི་ལྟ་སྟངས་ག་རེ་ཡོད་མིན་དེ་གལ་ཆེན་པོ་ག་རེ་མ་རེད། ངས་ད་གིན་ཞུ་བ་ནང་བཞིན་རྣམ་འགྱུར་ཅིག་གིས་ང་ཚོ་ཁུངས་ཆུད་ཀྱི་མ་རེད། ངོ་གཏུག་ངོ་སྲུང་གིས་མི་སྒེར་གྱི་མི་ཚེ་ཁུངས་ཆུད་ཀྱི་ཡོད་པ་ཡིན་ན་ལས་མི་རིགས་གཅིག་གི་ལོ་རྒྱུས་ཁུངས་ཆུད་ཀྱི་མ་རེད། དེ་འདྲ་ཡིན་པའི་ཆ་ནས་ད་ང་རང་ཚོ་ངོ་སྲུང་འཛིན་བཟུང་མེད་པའི་སྒོ་ནས་རྒྱ་བ་བསྟན་འཛིན་རྒྱ་མཚོའི་སྐུ་ཚེ་ལྷག་མ་དེ་བོད་སྤྱི་བའི་རྩ་དོན་གྱི་དོན་ལ་ནུས་པ་མཉམ་སྤུངས་དགོས་ཡ། དགེ་འདུན་སྐྱོང་སེར་བྱེད་ཕོད་དགོས་ཡ།

ཉོན་མོངས་པའི་དགྲ་ལས་རྣམ་པར་སྦྱར་བྱས་ནས། དྲི་བ་དང་དོགས་པ་མང་པོ་བཅས་ཀྱི་ལན་རགས་བྱས་ནས། དྲི་བ་དང་དོགས་པ་ཡོད་ཚད་ཀྱི་ལན་རགས་བྱས་ནས་སངས་རྒྱས་ལ་ཡང་གི་གོང་སྤོང་སྟེ། ཐོབ་བྱས་ནས་པ་སྦྱར་ཁ་དེ་ལེགས་གྲུབ་བྱུང་བྱས་ནས། ཚོར་ལོག་འཕེལ་བའི་གི་གནས་བབས་དེ། འཇལ་ཡུང་བའི་སྐབས་ལ་རང་གཞན་གྱི་ང་རང་ཚོ་བོ་པའི་གནས་བབས་དང་འགལ་འབྲེལ་དང་ལྷག་པར་དུ་ང་རང་ཚོ་གི་མི་རིགས་དང་ང་རང་ཚོ་གི་མི་རབས་ཀྱི་ཁ་སྟབས་དང་ལེའུ་ཡོངས་ལ། རང་ཡན་གྱི་སྐྱོ་སྣང་ཅིག་དང་དོགས་པ་ཅིག་སླེབས་སོང་དེའི་རྒྱུ་མཚན་གྱིས་ངས་དོ་དགོང་སྐད་ཆ་འདི་ཞུས་པ་ཡིན། ང་རང་ཚོ་གིས་ང་རང་ཚོ་གི་ཐོག་མིའི་དམ་བཅའ་དང་འགན་འཁྲི་དེ་བློས་གཏོང་བཞག་པ་ཡིན་ན། ད་ང་རང་ཚོ་གི་ལོ་རྒྱུས་ང་རང་ཚོ་ག་འདྲི་མི་དགོས་ག་འདྲི་བྲིས་པ་ཡིན་ན་ལས། དོན་དམ་པའི་གི་ང་རང་ཚོ་གི་ལོ་རྒྱུས་ཀྱི་འགན་འཁྲི་དེ་འགྲུབ་ཡོད་མ་རེད། དོན་དམ་པའི་རྒྱལ་བ་རིན་པོ་ཆེ་ལ་ཞབས་ཏོག་འགྲུབ་ཡོད་མ་རེད། བོད་མི་རིགས་ཀྱི་འགན་འཁྲི་སྒྲུབ་ཡོད་མ་རེད་ང་རང་ཚོ་གིས་དེ་འདྲ་ཡིན་པའི་ཆ་ནས་ད་ང་རང་ཚོ་གིས་བོད་མི་རིགས་ལ་ལ་དྭགས་བ། བོད་རྒྱལ་ཁབ་ལ་ལ་དྭགས་བ། རྒྱལ་བ་བསྟན་འཛིན་རྒྱ་མཚོ་ལ་སྲི་ཞུ་ཞབས་ཏོག་ཅིག་སྒྲུབ་དགོས་ཀྱི་ཡོད་ན། རྒྱལ་བ་བསྟན་འཛིན་རྒྱ་མཚོ་གཙོས་པའི་གི་མི་རབས་གོང་མ་ཚོ་གིས་དབུ་ཁྲིད་ནས་དབུ་གཙུག་ཡོད་པའི་གི་འཐབ་རྩོད་འདི་དང་འགན་འཁྲི་འདི་དང་ལོ་རྒྱུས་འདི་མཇུག་སྐྱོང་བྱས་ནས་བོད་རྒྱལ་ཁབ་སླར་གསོ་གི་ཐོག་ལ། ད་ང་རང་ཚོ་གིས་ནུས་པ་མཉམ་སྤུངས་དགོས་ཡ། དེའི་ཐོག་ལ་སྟབས་འཛེམ་བཟོ་མེད་པའི་གི་བསམ་ཚུལ་སྤོང་དགོས་ཀི་ན་ད་ལྟ་སྤོང་ཡག་གི་དུས་ཚོད་རེད། ལོ་ལྔ་བཅུ་ཉི་ཤུ་གི་རྗེས་ལ་བསམ་ཚུལ་མང་པོ་ཅིག་བེད་སྤྱོང་མེད་འཇོག་ཆགས་སྲིད་གི་རེད་འཇོག་པ་བཅད་ཡག་གི་ལོ་རྒྱུས་ཆགས་སྲིད་གི་རེད་དེ་འདྲ་ཡིན་པའི་ཆ་ནས་ཨ་ནི་ད་ནུས་པ་དང་བསམ་ཚུལ་ག་རེ་ཡོད་བ་དེ་ད་ད་ལྟ་སྤོང་དགོས་ཡག་གི་དུས་ཚོད་ལ་སླེབས་འདུག་ད་འདི་ཡང་ང་རང་གི་བུ་ལ་འགན་ཁུར་སྟངས་ལ་དགོས་ན་འདྲ། ང་རང་གི་མི་ཚེ་ལ་འགན་འཁུར་སྟངས་ཀྱི་ཆ་ཤས་བཅས་ཀྱིས་ངའི་དོ་དགོང་འབྱུང་ངེས་ཀྱི་བསམ་ཚུལ་དེ་སྦས་སོང་མེད་པ་ཞུ་བ་ཡིན་དེ་ནི་ག་རེ་བྱེད།